གུ་རུ་ལེའི་སྣང་སྲིད་ཟིལ་གནོན་མཚོ་སྐྱེས་རྡོ་རྗེ་བདེ་བ་ཆེན་པོ་ལ་སོགས་པའི་རྣམ་པ་མང་པོ་ཡོད་རེད། གུ་རུ་མཚན་བརྒྱད་ཀྱི་རྣམ་པ་མང་པོ་བསྟན་ཡོད་རེད་དེ། ངོ་བོ་དེ་གུ་རུ་རིན་པོ་ཆེ་ཞེས་པ་དེ་དུས་གསུམ་སངས་རྒྱས་ཐམས་ཅད་ཀྱི་དཀྱིལ་འཁོར་ཐམས་ཅད་ཀྱི་སྤྲོ་བསྡུ་བའི་བྱེད་པོ་རེད། དུས་སྙིགས་མ་འདི་འདྲའི་ནང་ལོངས་ལ་ཡང་ལྷ་ཤིང་གི་ཐུགས་རྗེའི་ཡལ། ལྷ་ཤིང་གི་བྱིན་རླབས་ཡལ་བའི་སྐབས་སུ་གུ་རུ་རིན་པོ་ཆེ་གི་ཐུགས་རྗེ་ལྷག་པར་དུ་མྱུར་བ། རྩལ་ཆེ་བ་ནུས་པ་ཆེ་བ་གསོ་བ་བཏབ་པའི་ངོ་ལ་ངན་སོང་གསུམ་ལ་ཕེབས་ནས་ཕེབས་ནས་སྐྱོབ་གིན་ཡིན་ཟེར་གསུངས་རུང་བ་དེ་དེ་ག་ཚོད་རྫུན་བཤད་པ་མ་རེད་ང་ཚོའི་རྫུན་བཤད་གི་རེད་བ་ཁྱོད་རང་དཀའ་ངལ་གྱི་ཁྲེལ་ནས་ང་སླེ་ཡོང་ཨ་ཟེར་ན་གུག་དེ་ག་ཟེར་ནས་སང་ཉིན་ཡོང་གི་མ་རེད་གུག་དེ་ག་དེ་ལྡོག་ཆོང་རེད་དེ་ལྡོག་ག་ཟེར་ཡོང་པ་ཡིན་ན་དེ་སང་ཉིན་རྗེས་མ་བིལ་དེ་ག་ཟེར་བཏང་ཡོང་གི་རེད་ངས་ཆོག་རོགས་པ་བྱས་ཡིན་པ་ད་དངུལ་ཁྱེར་ཤོག་ཟེར་གི་རེད་བ།

འཕགས་པའི་དགེ་འདུན་གསུང་དམ་པའི་ཆོས་ཐུགས་གསང་ཞེས་ཕྱག་ཏུ་ཡོད་རེད་ཀུ་ཅོ་ཀུན་འདུས་ཀྱི་ནང་ནས་ཕྱག་གི་འདུག་རྗེ་ཐབས་མཁས་རྩ་བ་བླ་མ་ཡང་གུ་རུ་རིན་པོ་ཆེ་ལ་ཐོབ་ཐབས་ནི་འདུག་ངོ་སྒྲུབ་བྱ་རྩ་བ་ཡི་དམ་ཡང་གུ་རུ་རིན་པོ་ཆེ་ནང་ལ་ཚང་སྟེ་ཤ་ངོ་ཕྲིན་ལས་མཁས་རྩ་བ་ཆོས་སྐྱོང་ཡང་གུ་རུ་རིན་པོ་ཆེ་ནང་ལ་ཚང་སྟེ་བ་ཡིན་འདུག་གུ་རུ་རིན་པོ་ཆེ་འདི་ག་རེ་ནི་ཀུ་ཅོ་ཀུན་འདུས་ཀྱི་བདག་ཉིད་རྩ་གསུམ་ཀུན་འདུས་ཀྱི་རང་བཞིན་ཡིན་པ་ཅིག་ལ་ཡིད་ཆེས་བློ་ཐག་ཆོད་པ་ཅིག་ཡོད་པ་ཡིན་ན་སྐྱབས་གཞན་ལ་མི་རེ་མགོན་གཞན་ལ་མི་རེ་ནས་ད་ཁྱེད་རང་རང། དུས་གསུམ་སངས་རྒྱས་ཐམས་ཅད་ཕྱོགས་གཅིག་ཏུ་དཔུང་བཅས་ནས་ཕེབས་པ་ཡིན་ན་ཡང་ཐུགས་རྗེ་དེ་ཁྱེད་རང་རང་ཆེ། ང་ལ་རེ་ས་ལྟོས་ས་ཁྱེད་རང་མ་གཏོགས་མེད་བསམ་པའི་གི་ཡེ་ཤེས་བློ་གཏད་དེ་འདྲ་ཞིག་བྱུང་པ་ཡིན་ན་ད་སྐྱོ་གི་རེད་ད།